ཨ་ནི་ད་ལྟ་བཞུགས་སྒར་རྡ་མི་ས་ལ་སྐྱེས་བཙུན་བྱེ་བ་གྲ་ཚང་གི་ཨ་ནི་དགེ་རྒན་ཅིག་ཡིན། ད་ལྟ་ང་ཡོད་ས་འདི་ད་ལྟ་ཏང་དང་དབྱིན་ཇིའི་གི་ད་ལྟ Oxford University ལ་སླེབས་ཏེ་ཡོད། ཨ་ནི་ད་ལྟ Oxford University ལ་སླེབས་དགོས་རྒྱུ་མཚན་དེ་ད་ཐེངས་ང་ཚོ་གི་རྒྱལ་སྤྱིའི་བོད་རིག་པའི་གཞོན་ནུ་ཚོགས་འདུ། ཐེངས་བདུན་པ་དེ་ད་ལྟ་སྤྱི་ཟླ་དགུ་པའི་ཚེས་པ་གཉིས་ནས་སྤྱི་ཟླ་དགུ་པའི་ཚེས་པ་དྲུག་བར་དུ་ད་ལྟ་ཨོག་སི་ཕོར་ཡུ་ནི་ཝེར་སི་ཏི་ལ་འཚོ་བ་ཡོད་ཙང་བདེ་བླག་ངང་དེ་མཉམ་ཞུགས་ཞུས་ལ་འདུག་སླེ་བ་ཡིན། ད་ཐེངས་ངེད་ཀྱི་བརྗོད་བྱ་གཙོ་བོ་དེ་ད་ལྟ་བོད་ཀྱི་ལོ་རྒྱུས་སྤྱི་དང་སྤྱི་ཟེར་བ་ལ་དེའི་ནང་ནས་བྱེ་བྲག་ད་ལྟ་ཉེ་རབས་བོད་ཀྱི་ལོ་རྒྱུས་ནང་ངས་ད་ལྟ་ད། བོད་པ། རྒན་རིག་འཛིན་དབང་པོ་ལགས། ཨིན་ཡུན་ལགས་དང་དང་ཕེབས་པའི་ལུག་ཁྱུ་དེ་ཡིན། དེ་དང་ཁོ་རང་ཨིན་ཡུན་ལགས་དང་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཀྱི་སྤྱི་ཟླ་བཅུ་གཅིག་གི་ཚེས་པ་གཅིག་ནས་རྒྱ་གར་ཀལ་ཀ་ཏ་ནས་ཐོན་རྗེས། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཀྱི་སྤྱི་ཟླ་བཅུ་གཉིས་ཚེས་པ་བཅུ་ལ་དང་དང་ལན་ཀྲན་ལ་སླེབས་པ་རེད། སྤྱི་དང་ཁོ་རང་བོད་པ་ཡིན་པ་བཅས་དེ་ག་ལ་དང་དང་ལན་ཀྲན་ལ་སླེབས་དགོས་རྒྱུ་མཚན་གཙོ་བོ་དེ་ཁོ་རང་དང་དང། London མཐོ་སློབ་དང University of London གྱི་དང་དེའི་ནང་ནས་ཤར་བགྲོད་རིག་པའི་སྡེ་ཚན། ཨོ་དེའི་ནང་ལ་བོད་ཡིག་དགེ་རྒན་ལས་བོད་ཡིག་དགེ་རྒན་གྱི་ཆེད་དུ་ཁོ་རང་བཅར་བ་རེད། ཨོ་དེའི་ནང་ས་དེའི་ལོ་རྒྱུས་ཆ་ཚང་ཅིག་ད་ཁོ་རང་ཐོག་མ་ག་འདས་སི་ཏེ་སླེབས་བ་རེད། སླེབས་དུས་ཚངས་པ་ཨ་ད་ལམ་ག་རེ་བརྒྱུད་ནས་གནམ་ཐོག་ན་སླེབས་རེད་འཁྲུལ་སེམས་བརྒྱུད་ནས་སླེབས་རེད་དེའི་ནང་བཞིན་ཁོ་རང་གི་ཡིག་ཆ་ག་རེ་འཁྱེར་ཡོད་ད་གཙོ་བོ་ལམ་ཡིག་དེ་ར་ད་དེ་རིང་ག་སང་བྱས་བ་ན། ད passport ཟེར་བ་རང་དབང་འདི་ག་རེ་ཁེལ་ཡོད་མེད་དེ་འདྲའི་སྐོར་ཅི་ཨང་ཁོ་རང་དེ་སླེབས་ནས་ཟླ་བ་ག་ཚོད་བཞུགས་ཡོད་མེད་དང་ཁོ་རང་གིས་དེ་ལ་སླེབས་ནས་ཨང་ནི་ད་གཙོ་བོ་བོད་རིག་པ་ལ་བས་དེ་ན་བོད་ཀྱི་སྐད་སྐད་བརྡ་རིག་པ་ལ་བས་དེ་རེད་དེའི་སྐོར་གྱི་ཨང་ནི་ད་ལྟ་བརྒྱུད་རིམ་ཆ་ཚང་ཅིག་གི་གཉིས་ཀྱི་ད་ལྟའི་དེ་ཚོགས་འདུ་གང་ལ་ཐུག་ཞེས་སྙན་སྒྲོན་ཞུ་བ་ཡིན། ཨོ་དེ་འདྲ་ཅིག་ད་ལྟ་སྤྱི་བཏང་དགེ་སློང་རིག་འཛིན་དབང་པོ་དེ་ཁོ་རང་དེ། སྐད་ཡིག་དེ་དག་བོད་ལ་བོད་ཀྱི་རྒྱལ་སར་ལྷ་སར་སྐྱིད་སྡུག་འགུག་པའི་ཉི་ཤུ་ཐམ་པའི་ལོ་ལ་བརྫུས་སའི་བོད་ཀྱི་རྒྱལ་སར་ལྷ་སར་སྐྱེས། འདི་ནས་ཁོ་རང་ད་ཆུང་དུས་ཀྱི་ནས་ད་ད་ལྷས་སར་ཡོད་པའི་སྒེར་གྱི་སློབ་གྲྭ་དང། དེ་ནས་ལྷག་པར་དུ་ཚ་གྲུ་རིན་པོ་ཆེའི་མདུན་ནས་སུམ་རྟགས་སྙན་ངག་སྦྱངས་བྱས། ཕྱིས་སུ་ཡག་པོ་ཆགས་རྗེས་སྐྱིད་སྡུག་འགུག་བྱེད་བཞི་བཅུ་ཞེ་བདུན་ལོ་ལ་ཨང་ཁོ་རང་ད་ད་བཀའ་ལུང་སྤུངས། ལ་བཙུགས་ཞེས་བརྗོད་པ་རེད་སྤྱི་བཏང་ཁོ་རང་བཀའ་བློན་པོ་ཡོང་དགོས་རྒྱུ་མཚན་གཙོ་བོ་སྤྱི་བཏང་སྤྱི་བཏང་བཀའ་བློན་པོ་སྟེ་དངོས་ནས་ཐེངས་མ་གཅིག་གཉིས་གཅིག་སླེ་ཡོད་རེད་གཙོ་བོ་དེ་ད་ལྟ་ད་ལྟ་བ་བུ་ཐ་ཆིང་གི་ད་ལྟ་སྐུ་ཟླ། ཀརྨ་བདེ་ཆེན་དང་ད་ལྟ་དགེ་སློང་རིག་འཛིན་དབང་པོ་ད་རྒན་རིག་འཛིན་དབང་པོ་གཉིས་ཕ་ཚོད་གཉེན་ཚན་འགྲོ་གི་ཡོད་རེད་ཨ་རྒྱུ་མཚན་དེ་ལ་བརྟེན་བྱས། ཨ་ནི་དང། རྒན་རིན་ཚོ་དབང་པོ་ལ་བཀའ་བློན་འབུམ་ལ་སླེབས། བཀའ་བློན་འབུམ་ལ་སླེབས་པའི་སྐབས་དང་གཅིག་ཏུ་ཞི་བྱེས་བདུན་ལོ་ཁེལ་བསྡད་ཡོད་རེད། ཞི་བྱེས་བདུན་ལོ་གི་སྤྱི་ཟླ་བདུན་པའི་ད་ལོ་མཇུག་ཏུ་ཁེལ་བསྡད་ཡོད། དེའི་སྐབས་དེ་ལ་ད་ལྟ་དབྱིན་ལན་གྱི་ལོན་ཏོན་མཐོ་སློབ་ཀྱི་ཤར་ཕྱོགས་རིག་པའི་སྡེ་ཚན་ནང་ལ་བོད་ཡིག་དགེ་རྒན་གྱི་གོ་བསྡུར་བ། དེ་གོ་བསྡུར་བསམ་པ་ད་ལྟ་དེ་ད་ལྟ་ཤར་ཕྱོགས་རིག་པའི་སྡེ་ཚན་གྱི་འགན་འཛིན་ད་ལྟ་རུ་ཐོ་ཧྥུར་ཐི་སེ་ཞུ་ཝེ་ཆི་ཡོད་རེད། དེ་ཡིས་ད་ལྟ། ད་ནི་ད་ནི་དེ་ཡང་བོད་རིག་པའི་མཁས་པ་མ་ཀོ་བྷེ་ལེ་སེ་ཇོ་དེ་ལ་ད་ནི་བོད་རིག་པའི་དགེ་རྒན་ལ་ཕེབས་རོགས་ཞུས་ས་ཁོ་རང་འདུག་སའི་དུས་ཚོད་མེད་པའི་སྐབས་མཁས་པ་ཡིན་ས་ཁོ་རང་གིས་ཨ་ད་ལྟ་དེ་མ་ཀོ་པ་ལོ་ད་ད་ད་དེ་ག་ས་རྡོ་རྗེ་ཐ་ཆེན་ར་འབའ་པོ་འབའ་པོ་ཐ་ཆེན་རྡོ་རྗེ་གཉིས་ཕར་དུ་ངོ་བཞིན་པ་རེད་དེ་བསམ་ད་ད་རྡོ་རྗེ་ཕ་ཐ་ཆེན་ལ་ད་ད་ཁོས་གིས་ད་ཡང་དེ་དེ་ཅིག་བོད་ཀྱི་དགེ་རྒན་ཅིག་ཅིག་ཏང་ཡང་ར་གོས་ནས་སུད་ཙང་རྡོ་རྗེ་མཐར་ཕྱིན་གྱི་ད་ལྟ་རིག་འཛིན་དབང་པོ་བཀའ་བློན་པོ་སླེ་བདེ་བར་ཁོང་རང་བོད་ནས་སུམ་རྟགས་སྙན་ངག་སྦྱང་བྱས་ཡག་པོ་ཆགས་བསྡད་ཡོད་ཙང་ཨང་ཁོ་རང་གིས་རིག་འཛིན་དབང་པོ་ལ་བ་རེ་བ་བཏོན་སའི་མི་འདུག་རིག་འཛིན་དབང་པོ་དེ་ཨང་ལ་ད་བཤད་བྱས་ཨ་ནི་རིག་འཛིན་དབང་པོ་དེ་གཞི་ནས་ཨ་ནི་ད་ལྟ་ཨིན་ཇི་ལུང་པར་འགྲོ་ཡ་ལ་ད་ལྟ་དགེ་རྒན་བྱས་འགྲོ་ཡ་ཐོག་མ་བསམ་བློ་འདྲ་བོ་མ་སོང་རྒྱབ་ལྗོངས་ལུགས་ཡོད་འདི་འདྲ་རེད་ཨ་འདིའི་སྐབས་སུ་ད་ཡང་རིག་འཛིན་དབང་པོ་དེ་ཨིན་ཇི་ལུང་པར་འགྲོ་བར་སྤྱི་སྟོང་དགུ་བརྒྱ་འདི་རེད། བཞི་བཅུ་ཞེ་བཅུ་ལོ་འཁོར་བདག་ཆེན་གླིང་ལས་བཀའ་བློན་པོ་གླེགས་ལ་བཞི་བཅུ་ཞེ་བརྒྱད་ལོ་ལ་ཤི་ནས་འབྲོས་ཡ་རག་རེད། ད་འདི་པ་ར་གྲ་རིག་བྱས་ཡ་ད་ད་འདི་ཚོ་ཕལ་ཆེར་ལོ་གཅིག་ལྷག་འགོར་འདུག་དེང་སང་འདིའི་སྐབས་སུ་འབྲོས་པའི་ད་ང་ཚོའི་གནད་དོན་གལ་ཆེ་ཤོས་ད་ཅིག་ད་ཡོངས་གྲགས་མ་ཡིན་པས་སུ་གནས་མི་འདུག་སེ་ཤུལ་དེ་དེའི་སྐབས་སུ་རིན་ཚེ་དབང་པོ་ལགས་ཀྱིས་བོད་གཞུང་ལ་ཡང་ཆོག་མཆན་ཞུས་ང་དེང་སང་ད་ཨིང་ལན། ད་ལོན་ཏོན་ཡུ་ནི་ཝེར་སི་ཏི་ད་བོད་དགེ་རྒན་བྱེད་ཡ་འགྲོ་བ་ཡིན་ཨ་འདི་ལ་གོང་འཁྲོལ་ཅིག་གནང་རོགས་ཞེས་དེ་ཅིག་ཞུས་གཉིས་པ་ད་ད་ད་ག་རེ་ཞུ་ཨ་ཟེར་ན།

ཨ་རིག་དང། ནི་ཨིན་ཇི། ཧྥ་རན། དེ་ཚོ་འགྲོ་བའི་སྐབས་ཀྱི་དུ། དེའི་མཇུག་ད་ག་རང་ལ་རིག་འཛིན་དབང་པོ་གི་ཡར་བོད་གཞུང་ལ། ཕྱི་རྒྱུད་ལག་ཐིག་པཱ་སི་པོ་ཞུས་ཙང་བོད་གཞུང་གི་པཱ་སི་པོ་མ་གནང། གནང་བའི་ཐོག་ནས་ཨང་གོང་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཀྱི་སྤྱི་ཟླ་བཅུ་གཅིག་ནང་ལ། བོད་ཀྱི་པཱ་སི་པོ་དེ་ཁེལ་རྗེས། ཨ་ནི་ད་ལྟ་དེ། རྒྱ་གར་ཀ་ལ་ཀ་ཏཱ་ནས་གྲུ་གཟིངས་ལ་ཕེབས་ཤྲཱི་ལང་ཀ་ཕེབས་ཤྲཱི་ལང་ཀ་ནས་ཕག་བརྒྱུད་ཅེས་ཨི་ཇེབ་ཨི་ཇེབ་ནས་ལན་ཀྲན་ལ། གྲུ་ཐོག་ནས་ཕེབས་ཀྱིས་ཟླ་བ་གཅིག་སུ་བཀོད་ས། གཅིག་སྟོང་དགུ་བརྒྱ་བཞི་བརྒྱ་ཞེས་པའི་སྤྱི་ཟླ་བཅུ་གཅིག་གི་ཚེས་པ་གཅིག་ནས་ཐོན་ཅིང་གཅིག་སྟོང་དགུ་བརྒྱ་ཞེ་བཞི་ཞེ་བརྒྱད་རེད་འོང་རེད། ཞེ་བརྒྱད་ཀྱི་སྤྱི་ཟླ་བཅུ་གཉིས་པའི་ཚེས་པ་གཅིག་ལ་ལན་ཀྲན་ལ་སླེབས། སླེབས་དུས་བསམ་པ་ད་ལྟ་ལན་ཀྲན་གྱི་ཡུ་ནི་ཝེར་སི་ཏི་ད་ལྟ University London ལན་ཀྲན་མཐོ་སློབ་ཀྱི་དགེ་རྒན་དོན་གཙོ་སྐོར་ལ་ཕེབས་བསུ་སླེབས་ཨང་ཁོང་ཕེབས་ཀྱིས་ལ་བོད་ཡིག་དགེ་རྒན་བྱས། དབང་སྡུག་ཞུ་དུ་སྤྱི་དང་གི་དེའི་ཤར་ཕྱོགས་རིག་པའི་དེ་དང་ཁོ་རང་བུའི་ལ་བས་ཀྱི་བྱེ་བྲག་ཏུ་བརྩི་སྐབས་སུ་ད་ལྟ་མི་སྣ་གཙོ་བོ་ད་ལྟ་ཨར་ཀེ་སི་པིརིག་སེ་ད་ལྟ་ཁོ་རང་ད་ལྟ་བོད་རིག་པའི་སྐོར་ལ་གཙོ་བོ་བོད་རིག་པ་རེད་བྱེ་བྲག་ཏུ་ད་ལྟ་བོད་ཀྱི་སྐད་བརྡ་རིག་པ། སྐད་སྐད་བརྡ་རིག་པའི་སྐོར་ལའང་བུ་རམས་པ་སློབ་གཉེར་བྱེད་ཀྱི་འདུག་འོན་ད་དེ་ལ་རིག་འཛིན་དབང་པོ་གིས་ད་ལྟ་ཁོ་ལ་དེའི་སྐད་བརྡ་རིག་པ་གི་སློབ་གཉེར་བྱས་ལ་ད་སྤྱི་དང་ཁོ་བོའི་གཉིས་ཀྱི་དེ་གི་ད་ལྟ་ཨར་ཀེ་སི་པིརིག་བུའི་སྟོད་ཚལ་ཕྱིན་གྱི་ཡོད་ད་ཡིན་ནའི་ད་བུའི།

དང་དང་དོ་སློབ་རང་ལ་ཞུ་བྱ་བས་ན། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཀྱི་སྤྱི་ཟླ་བཅུ་གཉིས་ཀྱི་ཚེས་པ་གཅིག་ལས་ར་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ཀྱི་སྤྱི་ཟླ་དགུ་པའི་ཚེས་པ་བཅོ་ལྔ་པོ་དུ་ཕལ་ཆེར་ཟླ་བ་བཅུ་དང་ཉི་མ་བཅོ་ལྔ་ཟིན། ཨ་དང་དེའི་མཐོ་སློབ་རང་ལ་དགེ་རྒན་བྱས། འོ། འདི་སྐབས་སུ་ཁོ་རང་གིས། དེ་བ་ལས་ཀ་མང་པོ་བྱེད་བྱ་ཅིག་དཔེ་བྱས་ན་བོད་ཀྱི་སྐད་བརྡ་རིག་པའི་གི་དེབ་རྩ་མེད་དང་དེ་ན་བཞིན་བོད་ཀྱི་ད་ལྟ་སྐྱེ་གནས་བརྒྱད་ཡོད་རང་དེ་ཚོ་བཀོལ་ནས་སྐྱེ་གནས་སོ་སོ་ནས་བོད་ཀྱི་ཟས་ཀྱི་ཡི་གེ་ག་རེ་ག་རེ་ཐོན་གི་འདི་རི་མོ་ལམ་ནས་ཁོ་རང་གི་གསལ་སྟོན་བྱས་རྗེས་ཁོ་རང་དེ་ལོ་ཟླ་བ་བཅུ་དང་ཞག་པོ་བཅོ་ལྔ་བཞུགས་ཤིང་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་སྤྱི་ཟླ་བཅུ་པའི་ཚེས་པ་བཅོ་ལྔ་ལ་ཁོ་རང་བར་ཀ་ལུང་པོ་ལ་བར་སྟབས་རྒྱ་གར་འདི་དེ་དྲན་བྱུང་དཀའ་རེད་ཨིན་ཇི་ལོང་བ་ལ་བར་ཀ་ལུང་པོ་ལ་བར་ལོག་རེད་རྒྱ་གར་ལ་དེའི་སྐབས་སུ་གཙོ་བོ་ཁོ་རང་གི་རོགས་པ་གཙོ་བོ་དེ་ཡང་ད་ལྟ་དེ་ཨར་ཀི་སི་པི་རི་མཉམ་དུ་བར་ཁྲིད་ཡོད་རེད་ཁྲིད་བྱས་ཨ་ཕི་ནས་ཡང་ཀ་ལུང་པོ་ནས་མུ་མཐུད་ནས་ཁོ་རང་ལ་ད། དཔེ་ཆའི་ཟླ་བ། ཟླ་བ་དྲུག་ཡང་མུ་མཐུད་ནས་བོད་ཡིག་བསླབས། སྔ་ཕྱིས་སུ་ཙམ་དུ་ཨར་ཀེ་སི་པིར་ཀི་སེ་དེ་ཕེབས་རྗེས་བོད་ཀྱི་སྐད་བརྡ་རིག་པའི་སྐོར་ལ་འབུམ་རམས་པ་ཐོན་པ་བྱུང་འདུག་ད་ཁོ་རང་གིས་ད་རོགས་སྐྱོར་བྱེད་ཅེས། ཨ་དེ་ནས་ཁོ་རང་སྐྱིད་སྡུག་ད་ལྟ་ཨར་ཀེ་སི་པིར་ཀི་སེ་དེ་སྐྱིད་སྡུག་ལྔ་བཅུ་ཐམ་པ་ལོ་ལ། ཨ་ད་ལྟ་རིག་འཛིན་དབང་པོ་དང་བ་བུ་ཐ་ཆེན་དང་དོན་གཙོ་གི་བར་དུ་རོགས་པ་བྱས་ཏེ་ཁོ་རང་རྒྱང་རྩེ་ལ་ཡང། མུ་མཐུད་ནས་ད་བོད་ཀྱི་སྐད་བརྡ་རིག་པ་སྦྱང་གང་བྱོས་ཨ་དེ་ནས་ཚུ་ལྔ་བཅུ་ཐམ་པ་ནས་ཚུ་ལས་ཨ་དྲུག་ཅུ་ཐམ་པ་ན་ཁོ་བོད་ཀྱི་སྐད་བརྡ་རིག་པ་ཐོན་བཞག་འདུག། ཨ་འདི་རིག་འཛིན་དབང་པོ་བེ་ཡེ་ལ་དང་དང། སྤྱི་གདུང་དབང་ལྔ་བཅུ་ལྔ་བཅུ་དམ་པ་ལ་ར། བཞི་བཞི་ཞེ་དགུ་ཟླ་བ་ཟླ་བ་བཅུ་པའི་ཚེས་པ་བཅུ་ལ་བཀའ་བློན་འབུལ་ལ་དེ་ནས་མུ་མཐུད་ནས། བཀའ་བློན་འབུལ་ལ་དང་དང་བ་བུ་མཐར་ཕྱིན་གྱི་གསང་རྒྱུད་མེ་ལོང་ནང་ལ་འདུ་བྱ་ལས་ན། ཨ་འདུ་བྱས་མུ་མཐུད་བསྡད་དེ་ནང་བཞིན་དེ་སྐབས་དེ་ལ་དང་དང། ད་ཕྱི་རྒྱལ་མི་རིགས་མང་པོ་ཅིག་བོད་ཀྱི་ད་ཆོས་དང། རིག་གནས་རྒྱལ་རབས་དེ་ཚོ་ལ་དོ་སྣང་ཡོད་དེ་སྐབས་སུ་དང་དང། ཕྱི་རྒྱལ་མི་སྣ་མང་པོ་ཅིག་བཀའ་བློན་འབུལ་ལ་སླེབས་ཀྱི་ཡོད་སླེབས་དུས་ཚང་མ་ད་ཁོང་ཚོ་ལ་སློབ་སྟོན་བྱས་པས་ན། ཁོ་རང་གི་སློབ་མ་སྐད་གྲགས་ཆེ་གཅིག་ལ་དང་དང་དེ། Pins Peters དང་འདྲ། དགོས་རིགས་དང་འདྲ། Denmark གི Pins དང་རྒྱལ་སྲས་སྐད་གྲགས་ཆེན་པོ་བྱུང། འདི་ལ་ཁོ་རང་གིས། བོད་ཀྱི་སྐད་བརྡ་རིག་པ་ལས་པ་དང་བོད་ཀྱི་ནང་ཆོས་ལས་པ་དེ་འདྲའི་འདས་རྗེས་ཁོ་རང། ཀ་ལུམ་བུ་ལ་འདས་ཞལ་བཞུགས་ཞག་དེ་ནས་ཤོར་སོང། ད་གནད་འགག་ཆེ་ལ་སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོ་ལ་ཁོ་ཡང་བསྐྱར། ད་ལྟ་ཤྲཱི་ལངྐར་ཡོད། ཤྲཱི་ལངྐར་དང University of Ceylon ཟེར་ཡ་དེ་གིས་ཁོ་རང་ཡང་བོད་ཡིག་ལ་ཕེབས་ཀྱིན། བོད་ཀྱི་སྐད་བརྡ་རིག་པ་དང་བོད་ཀྱི་བོད་ཡིག་དགེ་རྒན་ལ་བག་དེ་འདྲའི་ཞུས་ཀ་ལུམ་བུ་འདི། ཤྲཱི་ལངྐ་ར་དེ་རི་ཁ་ཤྲཱི་ལངྐ་དེའི་སྐབས་སིངྒ་ལ་སིངྒ་ར་དེ་ལ་ཁོ་རང་བོད་ལོ་གཉིས་ལ་ཆེ་ཁ་དེ་དེའི་སྐབས་སུ་ཨེ་བོད་ཀྱི་པཱ་སི་པོ་བ་བེད་སྤྱོད་བོད་ཀྱི་ལག་ཁྱེར་བོད་ཀྱི་པཱ་སི་པོ་དེ་བེད་སྤྱོད་བཏང་རྗེས་བ་ཤྲཱི་ལངྐ་ལོ་གཉིས་ད་ཆེ་ཁ་དུ་བཞུགས་ཤག་ཨ་དེའི་སྐབས་སུ་ཁོ་རང་གི་བ་ནང་ཆོས་བསླབས་པ་རེད་བོད་ཀྱི་སྐད་བརྡ་བསླབས་པ་རེད་དེ་ནང་བཞིན་ཁོ་རང་གི་ཚུལ་མང་པོ་ཅིག་ཡང་དེ་བསྒྱུར་ཤག་བེད་ན་བོད་བོད་དེ་པཱ་ལི་དང་སམ་རི་ཏཱ་དང་ད་ནི་སིངྒ་ལ་སྐད་ནང་བཞུགས་མཁན་གྱི་མདོ་མང་པོ་ཅིག་བོད་ཡིག་ནང་བསྒྱུར་ལྷག་པ་ཁོ་རང་གི་གཅིག་དེ་ག་རེ་བྱེད་དུ་སོང་ན་ད་དེའི་སྐབས་སུ་དེ། རྒྱལ་ཁབ་སོ་སོ་ལ་ནང་ཆོས་ཀྱི་དར་ཆ་དེ་འདུག་བ་བས་ན། ཕིན་དེ་ཤྲི་ལང་ཀ་ཡིན་ན་ཁོ་ནང་ཆོས་དར་ཆ་དེ་ཡོད་རེད་ཐའི་ལན་ཡིན་ན་ནང་ཆོས་དར་ཆ་འདུག་དེའི་སྐབས་སུ་ཁོ་ཕེ་ཡེ་སླེབས་པའི་སྐབས་སུ་ཨ་བོད་ཀྱི་ནང་ཆོས་ཀྱི་དར་ཆ་དེ་ག་རེ་ཡོད་ཁོ་ལ་དྲི་བ་མང་པོ་བཏང་འདུག་ཨ་འདི་ང་ཚོ་བོད་ཀྱི་དམིགས་བསལ་གྱི་ནང་ཆོས་དར་ཆ་མི་འདུག་བསམ་པ་ཨ་ཁོ་རང་གི་ད་ལྟ་བོད་ཀྱི་དར་ཆ་ཞིག་བཟོས་ཨ་འདི་ལ་བ་ན་ཤྲི་ལང་ཀ་འདི་བྱས་བྱས་འདི་དེ་མ་ཟད་བོད་ཀྱི་དར་ཆ་འདི་གི་འགྲེལ་བཤད་དང་ཚང་མ་ཁོ་རང་གི་བརྩམས་བཞག་ཨ་འདི་ནི་ཤྲི་ལང་ཀ་གི་གནས་ཡིག་རེད་བརྩམས་ཨ་ཕྱིས་སུ་གཅིག་སྟོང་དགུ་བརྒྱ། ལྔ་བཅུ་ང་གསུམ་གྱི་དཀྱིལ་དུ་དྲུག་པའི་ནང་མཚོ་ཀ་རླུང་བུ་ལ་མཚོ་ཤྲི་ལངྐ་ན་མཚོ་ལས་ཨ་འདི་ལས་མུ་མཐུད་ནས་འབའ་བུ་མཐར་ཕྱིན་དང་དང་ནང་ལ་སངས་རྒྱུའི་མེ་ལོང་དང་དེ་འདྲའི་ལས་ཀ་བྱེད་ཅིང། ཨ་ཕྱིས་སུ་ཁོ་རང་དང་དང། ད་ལྟ་གཉེར་གཏན་བདེ་བ་ཟེར་བ་ར། དགེ་སློང་སེར་བོ་བའི་ཆོས་སྐུ་ལ་བཞུགས་བྱས། ཨ་མུ་མཐུད་ནས་བསྡད་བྱས་ཁོ་རང་ཐ་མ་ཐ་མ་དེ་གཅིག་སྟོང་དགུ་བརྒྱ། བརྒྱད་བྱ་དངོས་ལོ་ལ་དུ་བྱས་དགོངས་པ་རྫོགས་བྱ་ཞོ་ཡིན། ད་ནི་ངེད་ཀྱི་དང་དུ་བརྗོད་བྱ་དེ་དགེ་སློང་རིག་འཛིན་དབང་པོ་ད་དགེ་སློང་རིག་འཛིན་དབང་པོ་ར་དེ་སྤྱི་དང་དེ་དང་ད་ཨིན་ཡུལ་ལ་འགྲོན་འབོད་བྱེད་པའི་བོད་སྐད་ཐོག་མ་ཟེར་ད་དེ་དེ་སྤྱི་དང་དེ་དང་ཨིན་ཇི་ལུང་པ་ལ་ད་དེ་བོད་ཡུལ་དགེ་རྒན་ཐོག་མ་འགྲོན་འབོད་སུ་བྱེད་དུ་ཟེར་ན་དགེ་སློང་རིག་འཛིན་དབང་པོ་ར་བྱ་ཟེར་ད་ནི་ད་ནི་ཁ་བྱང་དེ་དེ་འདྲས་བྱེད་ཀྱི་རེད་ད་དགེ་སློང་རིག་འཛིན་དབང་པོ་ཀོ་ལ་ངེད་ཀྱི་དོ་སྣང་ཐོག་མ་ལས་ཡ་དེ་ག་ནས་སླེ་རེད་ཟེར་ན་སྤྱི་དང་ང་ནམ་རྒྱུན་ནས་ད་ཉེ་རབས་ཀྱི་ལོ་རྒྱུས་ལྷག་པར་དུ་ཕྱི་རྒྱལ་མིས་བོད་ལ་སླེབས་མཁན་དེ་འདྲས་གང་དོ་སྣང་བྱས་ཡ་ལྷག་པར་དུ་བོད་རིགས་ད་བོད་རང་བཙན་མ་ཤོར་སྔོན་ལ་བོད་རིགས་ཕྱི་རྒྱལ་འགྲོ་མཁན་དེ་ཚོ་གང་དོ་སྣང་ཏོག་ཅིག་བྱས་ཡོད་ལྷག་པར་དུ་ད་ལྟ་དགེ་སློང་རིག་འཛིན་དབང་པོ་སྐོར་ལ་ཅིག་དམིགས་བསལ་གྱིས་ཅིག་འཆད་དགོས་རྒྱུ་མཚན་དགེ་སློང་རིག་འཛིན་དབང་པོ་གིས་བོད་ཀྱི་ལག་ཁྱེར་བོད་ཀྱི Passport ཁྱེར་ནས་ཨ་ནི་ཕྱི་རྒྱལ་ཨིང་ལན་ལ་འགྲོ་ཡོད་བསམ་པ་དེ་དངོས་གནས་ད་ང་ཚོ་གིས་རྒྱལ་རབས་ལོ་རྒྱུས་རྣམས་གལ་ཆེན་པོ་ཆགས་འདུག་ག་ཚོད Passport ཟེར་དེ་ད་དང་དབྱིན་ཇི་སྐད་དུ Passport ཟེར་ད་བོད་ནང་ཕྱི་རྒྱུད་ལག་འཁྱེར་དེ་ག་རེ་རྒྱལ་ཁབ་རང་དབང་རང་བཙན་དང་རྒྱལ་ཁབ་དེ་འདྲའི་མཚན་ལྡན་མེད་པ་ན་ཕྱི་རྒྱུད་ལག་འཁྱེར་ཟེར་དུ་ཡོང་གི་ཡོད་མ་རེད། ལྷག་པར་དེའི་སྐབས་སུ་ཁོང་རང་ཕྱི་རྒྱུད་ལག་འཁྱེར་འཐེན་རྗེས་རྒྱ་གར་གྱི་དེ་གའང་ཐེལ་ཙེ་བརྒྱབ་ཡོད་རེད་ཤྲི་ལངྐ་གི་ཐེལ་ཙེ་བརྒྱབ་ཡོད་རེད། ད་ནི་ཨི་ཇེབ་ཀྱི་ཐེལ་ཙེ་བརྒྱབ་ཡོད་དེ་ནས་དབྱིན་ཇིའི་ཐེལ་ཙེ་བརྒྱབ་ར། ཕྱིས་སུ་ཤིང་ལག་ཐེམ་པ་གཉིས་པ་དེ་འགྲོལ་བའི་སྐབས་དེའི་མཚམས་པ་དེའི་སྔུན་ནས་ཉིད་དམིགས་བསལ་གྱི་དོ་སྣང་གལ་ཆེན་པོ་ཡིན་ཙང་ངས་འདི་བཤད་དགོས་རྒྱུ་མཚན་གཙོ་བོ་གཅིག་ད་ཐོག་མར་ངས་ཆུ་དོ་སྣང་ཆུང་ལྡན་དེ་སྙི་མ་ངས་ཀྱི་ད་ལྟ་ཤི་རི་ལང་ཀ་ལ་ད་ལྟ་འགྲོ་མཁན་གྱི་བོད་པའི་སྐོར་ངས་ཞིབ་འཇུག་བྱས་ད་ལྟ་སྙི་མ་ངས་དེབ་ཅིག་ལ་ད་ལྟ་སིང་ག་ལ་ཡི་ལ་སིང་ག་ལ་ཡི་དེབ་ཐེར་དུ་བཀོད་པའི་རླབས་ཆེན་བོད་མི་ཟེར་ཞིང་སིང་ག་ལ་དེ་བོད་རང་བཙན་དམར་ཤོག་སྔོན་ལ་བོད་པ་སྐད་གྲགས་ཆེན་པོ་བྱུང་བ་རེད་དེ་བོད་པ་དེ་མི་དཔོན་པོ་དོན་གྲུབ་ཟེར་གྱི་རེད་དེའི་ངས་ལོ་རྒྱུས་ཞིབ་འཇུག་བྱེད་པའི་སྐབས་སུ། ད་ལྟ་དགེ་སློང་རིག་འཛིན་དབང་པོ་དེ་ཤྲི་རི་ལངྐ་ལ་འགྲོ་བ་དང་གཉིས་ཀྱིས་ད་ལྟ་གསང་རྒྱུད་མེ་ལོང་ནས་མཐོང་སོང་ངམ། དགེ་སློང་རིག་འཛིན་དབང་པོ་ཤྲི་རི་ལངྐ་ལ་དགེ་རྒན་བྱས་བ་དེའི་གནས་ཚུལ་དེ་ད་ལྟ་གསང་རྒྱུད་མེ་ལོང་ནས་མཐོང་སོང། མཐོང་ཚུལ་གསར་པ་གཉིས་ཡང་ཤི་ནའི་དབང་རིག་འཛིན་དབང་པོ་ཟས་འདེད་ཅིག་ངུ་ནས་བོད་རང་བཙན་དམར་ཤོག་སྔོན་ལ་ནས་ཤྲི་རི་ལངྐ་འགྲོ་འདུག་བསམ་ནས་རིག་འཛིན་དབང་པོ་ཁོ་ལ་དོ་སྣང་བྱེད་དུ་བསམ་པ་ཁོ་རང་ཤྲི་རི་ལངྐ་མ་འགྲོ་སྔོན་འདེད་ལ་ཁོ་རང་དབྱིན་ཇིའི་ལོ་མང་འགྲོ་བ་དང་གཉིས་ཀྱིས་ཤེས་སོང། ཨང་དེའི་ཕྱི་ཚུལ་མ་ལགས་ན་དབྱིན་ཇིའི་ལོ་མང་འགྲོ་བ་ནི་གང་འདྲའི་འགྲོ་ཐལ་ཨང་ཁོ་རང་གིས་བོད་ཀྱི་ལག་ཁྱེར་པཱ་སྤོར་ཁྱེར་ནས་འགྲོ་ཡོད་པ་དང་ལྷག་པར་དེ་ནས་གཉིས་ཀྱིས་འདི་གའང་དོ་སྣང་ཞིག་བྱེད་ཅེས་ཨང་དེའི་ཞིབ་འཇུག་བྱས། ཐོག་མར་དོ་སྣང་བྱུང་དོན་དུ་འདི་འདི་གཅིག་རེད། ཨང་འདི་གཅིག་རང། ཨང་འདི་ནས་ད་ནངས་ང་ཚོ་འདི་ཡི་ད་ལྟ་འདི་ཡི་ཚོགས་འདུ་འདི་ད་རྒྱལ་སྤྱིའི་བོད་ཀྱི་གཞོན་ནུ་ཚོགས་འདུ་ཟེར་གྱི་རེད། ད་འདི་ག་ལ་རྒྱལ་སྤྱིའི་གཞོན་ནུ་ཟེར་ཚུལ་བསམ་པ་ད་གཙོ་བོ་ད་ལྟ་རྒྱལ་སྤྱིའི་བོད་རིག་པ་ཚོས་བོད་ཀྱི་ཆབ་སྲིད་དཔལ་འབྱོར་རིག་གནས་ཟས་གོས་གནས་མལ་ཟས་གོས་ག་རེ་ག་འདི་བོད་ཀྱི་བོད་དང་འབྲེལ་བའི་ལོ་རྒྱུས་ག་རེ་བཤད་ན་འགྲིག་གི་ཡོད་རེད་འོ་དེ་ག་རྒྱལ་སྤྱིའི་ཆུ་ཚོད་དུ་ད་རྒྱལ་སྤྱིའི་ནང་དཔེར་ན་ཨི་ཤི་ཡ་ཡོ་རོབ་ཨ་མེ་རི་ཀ་ཨོ་དེ་འདྲས་ཀྱི་མི་སྣ་མང་པོ་འཛོམས་ཀྱི་ཡོད་དུས་བསམ་པ་ཨ་ཁོ་རྒྱལ་སྤྱིའི་བོད་རིག་པའི་གཞོན་ནུ་ཚོགས་འདུ་ཟེར་ད་གཞོན་ནུ་ཚོས་གཙོ་བོ་དེ་ད་ལྟ་དེ་འདིའི་སྐང་ལམ་ད་ལྟ་བོད་རིག་པའི་སྐང་ལ་ཞིབ་འཇུག་བྱས་ནས་ད་ལྟ་འབུམ་རམས་མ་ཐོན་མཁན་གྱི་ད་ལྟ། སུ་ཡོད་ནའི་ཡོང་ན་འགྲིག་གི་ཡོད་རེད། དེ་ཡིན་ས་ད་ཐེངས་འདི་ལ་ངས་ཏག་ཏག་ཏག་ཏག་ངས་བཤད་ཐུབ་ཀི་མི་འདུག་ད་ཕལ་ཆེར་མི་སྣ་བརྒྱ་དང་གསུམ་བཞི་སུ་འཛོམས་ཡོད་ས་རེད། འདི་ནང་ན་བོད་ནས་སླེབས་མཁན་ཕལ་ཆེར་ཁོང་ཚོ་གོ་ཐོས་བྱས་པ་ན་དཔེར་ན་ལྔ་དྲུག་སུ་བོད་ནས་སླེབས་འདུག་ཟེར་གི་འདུག་ཨང་འདི་ནས་ད་རྒྱ་གར་ན་སླེབས་མཁན་ཕལ་ཆེར་ཉི་ཤུ་ན་ཉི་ཤུ་ནས་སུམ་ཅུ་བར་ཡོད་དགོས་ན་འདི་ཅི་བྱས་དེ་ནས་ཨ་ནི་ད་ད་ཀོ་རེ་ཡ་ནས་འདུག་སོག་པོ་ནས་འདུག་ཨ་ནི་ད་ཡུ་རོབ། ཡུ་རོབ་ནས་མང་པོ་འདུག་དེ་ནས་ཨ་རི་ནས་འདུག་འོ་དེ་ནས་བསམ་པ་དེ་རྒྱལ་སྤྱིའི་གི་མི་སྣ་གཞོན་སྐྱེས་མང་པོ་ཅིག་འཛོམས་བྱས་བོད་རིག་པའི་གང་ཚོགས་འདུ་ཚོགས་དགོས་ཏེ་དེ་འདི་ཅིག་རེད་བྱ། ད་ལྟ་འདི་རིག་འཛིན་དབང་པོ་དེ་ད་ལྟ་དེ་ད་ལྟ་ཨིང་ལན་ལ་བོད་སྐད་ར་བོད་བོད་ཡིག་གི་ཀར་བོད་ཡིག་གི་ཡན་དགེ་རྒན་བྱས་ཐོག་མ་ད་སྐུལ་སློང་མ་ཤུགས་རྒྱག་མཁན་དེ་ད་ཁོ་རང་ག་ཚོད་དེ་དེ་འདྲའི་བསམ་བློ་འཁོལ་ཡ་ད་འདྲ་དེ་ག་ས་རྡོ་རྗེ་ཐར་ཆེན་གྱི་རྐྱེན་བྱས་ཡོད་རེད་རྡོ་རྗེ་ཐར་ཆེན་གྱི་རྐྱེན་ཁོས་བྱེད་དགོས་རྒྱུ་མཚན་དེ་ད་འདྲ་སངས་རྒྱུས་མེ་ལོང་གི་བྱེད་པོ་ཁུ་ནུ་བ་ད་བ་བུ་ཐར་ཆེན་ཟེར་གི་ར་ཁོ་རང་གི་རྐྱེན་བྱས་བྱས་ད་འདྲ་རིག་འཛིན་བོང་བུ་དེ་བ་དབྱིན་ཇི་ལུང་པ་ལ་དགེ་རྒན་བྱས་དེ་ར། ད་དེ་ཆ་རྐྱེན་ཚད་མེད་གོ་སྐབས་ར་དེ་ར་དགོས་པའི་རྐྱེན་ཚད་ཀ། ད་ནྡ་རྡོ་རྗེ་མཐའ་བྱིན་གྱི་སྐྱེ་མེད་ཅིག་ཡོད་རེད་སྐྱེ་མེད་དེ་ད་ནྡ་བདེ་ཆེན་ཀརྨ་བདེ་ཆེན་ཟིག་རེད་དེའི་ཡང་ལྷའི་ས་རང་རེད། ཉི་མ་རིན་ཆེན་དབང་པོ་དེ་ཕལ་ཆེར་ཏེ་གཅིག་སྟོང་གི་ཉིས་རྩ་བཞིའི་ལོ་ཡིན་ཉིས་རྩ་བཞིའི་ལོ་དོ་ཅིག་ད་ནྡ། ད་ནྡ་དེ་རྡོ་རྗེ་ཕ་བོད་ལྷའི་ས་ཅིག་འགྲོ་རེད་ཡང་དེའི་སྐབས་སུ་ད་ནྡ་སྐྱེ་མེད་དེ་ཁོ་རང་གི་ལྷའི་ས་ནས་ཚུར་ཁྲིད་ཡོང་རྒྱུ་ཅིག་རེད་ལྷའི་ས་རང་བྱས་ར། འོ་དེའི་ས་མ་ད་ནྡ།

ཨོ་དེ་འདི་བསམ་ན་ཁོ་ད་རྡོ་རྗེ་ཐ་ཆེན་དེ་ཁོ་ཚོ་དཔའ་ཚོ་འབྲེལ་ཡོད་བསམ་པ་ཨ་ད་ནི་བ་དེ་རྡོ་རྗེ་ཐ་ཆེན་སྤྱིར་བཏང་བོད་པའི་ཞེན་ཁོག་ཏོག་ཙེ་ཡོད་རེད་དེ་ག་ད་ལྟ་དེ་རིག་འཛིན་དབང་པོ་སྐྱིད་སྡོང་གི་ཞིབ་ཞིབ་བསྡུས་ནང་ཡང་བསྐྱར་བཀའ་བློན་དཔུང་སྒྲུབ་པའི་སྐབས་སུ་ཁུར་གྱིས་ད་ད་ཚ་དྲོད་རིན་པོ་ཆེ་བསྡུས་ནས་ད་སྙན་ངག་སུམ་རྟགས་ཅན་དེ་ཡག་པོ་ཆགས་བསྡད་ཡོད་རེད་ཨ་ཆགས་ཏེ་བསམ་པ་ད་ད་ཡང་ད་ད་དེ་དབྱིན་ཇིའི་གི་ད་ད་ཡུ་ནི་ཝར་སི་ཏི་གི་བོད་ཡིག་དགེ་རྒན་ཞིག་མགོ་ཚུགས་བསམ་པ་ཨང། རིག་འཛིན་དབང་པོ་ཏག་ཏག་འདི་རིག་འཛིན་རྡོ་རྗེ་རྡོ་རྗེ་ཐ་ཆུང་ཏག་ཏག་ཁོ་མཚམས་སྦྱོར་བྱེད་ཅེས་འགྲོ་ཐུབ་པ་བྱུང་བ་རེད། ཨོ་དེ་ལས་དེ་ནི་ཡིན་དུས་བསམ་པ་ཏག་ཏག་ཁོ་ཚོ་པར་གཉིས་འཛིན་འགྲོ་བསམ་པ་རྡོ་རྗེ་ཏག་ཏག་འདི་རྡོ་རྗེ་ཐ་ཆེན་འབབ་བོ་ར། རྡོ་རྗེ་ཐ་ཆེན་འདི་གི་གསང་རྒྱུད་མེ་ལོང་ནང་ལ་ད་རིག་འཛིན་དབང་པོ་གནས་ཚུལ་མང་པོ་བྲིས་ཡོད་རེད། ད་སྐབས་འདི་གར་དཔེར་ན། གནས་ཚུལ་དང་པོ་དེ་སྤྱི་དོན་དགུ་བརྒྱ་བཞི་བཅུ་ཞེ་བརྒྱད་རེད། ཞེ་བརྒྱད་ཀྱི་སྤྱི་དོན་བཅུ་གཅིག་གི་ཚེག་བར་གཅིག་ལ་སྟོན་བྱེད་དང་དེ་དུས་བབ་ཀྱི་དུ་བ་དུ་བ་དང་སངས་རྒྱུའི་མེ་ལོང་རེད། འདིའི་ནང་རིག་འཛིན་དབང་པོ་དེ་ཨ་ནི་ཁོ་རང་ཁོ་རང་གི་ཕ་མ་སུ་ཡིན་མེད་ཨ་ནི་ཁོ་རང་དབྱིན་ཇི་ལོངས་པར་འགྲོ་དགོས་པའི་རྒྱུ་མཚན་གང་ཨིན་ཇི་ལོངས་པར་འགྲོ་བའི་སྐབས་སུ་ལག་ཁྱེར་ག་རེ་ཁྱེར་མེད་ཚང་མ་གསལ་བོ་བཀོད་འདུག་ཨ་དེའི་ནང་ཁོ་གནས་ཚུལ་གསལ་བོ་ར་བོ་ཆགས་འདུག་འོ་འདི་འདྲའི་ཆེད་རེད་བཤད་ན། ད་ལྟ་རིག་འཛིན་དབང་པོ་དྷ་ད་ཨིན་ཇིས་སྤྱི་བཏང་ཨིན་ཇི་ལུང་པ་འཕེལ་རྐྱེན་རིག་འཛིན་དབང་པོ་དྷའི་སྤྱི་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་གྱི་སྤྱི་འདུས་བཅུ་ཆ་ན་ཨིན་ཇི་ལུང་པ་འཕེལ་ར་འདིའི་སྔོན་ལ་བོད་པ་མང་པོ་འགྲོ་ཡོད་རེད་དཔེར་ན་ཁོང་སྔོན་ད་ལྟ་རང་ལ་ནང་དུ་རྩེ་དཔོན་ཞྭ་སྒ་བ་གི་ཁོ་ཚོ་མི་སྣ་བཞི་ཡོད་རེད་དེ་ཡས་འཕེལ་རེད་དེའི་སྔོན་ལ་ཤེལ་དཀར་གྱི་གྲྭ་པ་བཞི་བཅུ་དེ་ཡས་འཕེལ་རེད་ཡང་དེའི་སྔོན་ལ་ད་ལྟ་རྩེ་དཔོན་རྩེ་དཔོན་ལུང་ཤང་གི་སྣེ་ཁྲིད་པའི་ད་ལྟ་སློབ་ཕྲུག་བུ་ཕྲུག་བཞི་བཅུ་བ་དེ་ཚོ་ཨིན་ཇི་ལུང་པ་འཕེལ་རེད། ད་རིག་འཛིན་དབང་པོ་ཕེབས་པའི་སྐབས་སུ་གནས་སྟངས་གཅིག་མ་འདྲ་ག་རེ་ཆགས་སོང་རིག་འཛིན་དབང་པོ་གིས་བོད་ཀྱི་པཱ་སི་པོ་ཏ་ཁྱེད་ཅན་ཨ་ནེ་དུས་ཨིན་ཇི་ལོང་པ་ཕེབས་རེད་ར། དེ་ད་དེ་ད་གི་རིག་འཛིན་དབང་པོ་གིས་བོད་ཀྱི་པཱ་སི་པོ་ཏ་ཁྱེར་ད་ཁྱོད་རང་ཁུངས་སྐྱེལ་ག་འདི་བྱེད་ཟེར་ན་སྐབས་དེའི་གནས་ཚུལ་སངས་རྒྱུ་མེ་ལོང་ན་བཀོད་པ་དེ་ནང་ལ་ད་ལྟ་དེ་སྤྱི་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཀྱི་སྤྱི་ཟླ་བཅུ་གཅིག་གི་ཚེས་པ་གཅིག་གསང་རྒྱུད་མེ་ལོང་བྱོས་རང་ལ་དེའི་ནང་ལ་རིན་འཛིན་དབང་པོ་བོད་ཀྱི་པཱས་པོར་ཁྱེར་ནས་འགྲོ་བ་རེད་འགྲོ་བ་མ་ཟད་བོད་ཀྱི་པཱས་པོར་ང་ཚོ་བོད་ཤོག་ཤུགས་ཀྱིས་ཆད་དེ་རེད་དོ། འོ་དེ་མཚོན་པ་དེ་ཀ་ལ་ཀ་ཏག་གི་གྲུ་གཟིངས་འབབ་ཚུགས་ནས་བསྟན་པ་རེད་ད་བསྟན་དགོས་རོགས་དེ་ཚོས་བསམ་པ་གྲུ་གཟིངས་འབབ་ཚུགས་སུ་ཧང་སངས་ག་རེ་རེད་ཁྱོད་ཚོ་དེ་འདྲའི་ཤོག་ཁུ་ཆེན་པོ་དེ་འདྲས་ག་འདྲས་རེད་ཟེར་བའི་ཁོ་ལ་དྲི་བ་བཏང་རེད། ཨ་རི་འཛིན་དབང་པོ་ལན་ག་རེ་བྱས་ན་ང་ཚོ་བོད་ལ་ཡིན་ན་ཤུ་གུ་དཀོན་པོ་ཁེལ་མེད། ཤུ་གུ་ཡིན་ན་དེང་དུས་ཀྱི་ཤུ་གུ་དཀར་བོ་དེ་མ་ཡིན་པར་གནའ་སྔ་མོ་བོད་ཀྱི་སྲོལ་རྒྱུན་གྱི་ཤུ་གུ་དེ་ཡིན། ཤུ་གུ་ཆེན་པོ་ཡོད། དེ་འདྲའི་ལན་རྒྱག་པ་ཡིན་ཙང་ཁོང་ཚོ་གི་ད་ལྟ་དེ། ད་ད་ནི་དེ་གྲུ་གཟིངས་འབབ་ཚུགས་ཀྱི་ད་ད་དེ་ད། པུ་ལི་ཟེར་བ་ལ་ད་ནི་ལྟ་མཁན་བྱོས་ར་ཁོང་ཚོ་དཔེ་དགའ་བོ་བྱུང་བྱ་ཟེར་དེ་སངས་རྒྱུས་མེད་པ་ཁོ་རང་ནང་ཁྲིད་བྱེད་དོ། ལྟ་འདི་གཅིག་ར། ལྟ་འདི་བོད་པ་ཚོ་ཁྱེད་ཚོ་འདི་ནས་དམ་དྲུག་རྒྱབ་ཡོད་རེད་རྒྱབ་ཡོད་མ་རེད་འདི་ངོས་ལེན་བྱས་ཡོད་རེད་བྱས་ཡོད་མ་ཟེར་ཏེ། དེའི་གནས་ཚུལ་ད་ལྟ་རིག་འཛིན་དབང་པོ་ལགས་གཅིག་སྟོང་དགུ་བརྒྱ་གྱ་གཉིས་ལོ་ལ་ད་ལྟ Congress of Library ད་ལྟ་ཨ་རིག་གི་ད་ལྟ་གྲོས་ཚོགས་དཔེ་མཛོད་ཁང་འདི་གིས་འདི་སྐབས་བཙན་བྱོལ་ནང་མང་པོ་ཞིག་ལ་འདི་ངག་རྒྱུན་ལུགས་རྒྱུན། ངག་རྒྱུད་ལུས་ཀྱི་འཁྲུལ་བ་དྲི་ལེན་བྱེད་དོ། འདིའི་བུ་ལ་རིག་འཛིན་དབང་པོ་ལ་འཁྲུལ་བ་དྲི་ལེན་བྱེད་དོ། ཅི་སྟེ་སྐྱིད་སྡུག་འགུགས་བརྒྱད་བརྒྱ་ཉིད་ལོ་རེ་བྱ། དེ་ལ་འཁྲུལ་བ་དྲི་ལེན་འདི་ཚན་པ་གསུམ་དུ། ཚན་པ་གསུམ་འདི་ན་ཅི་ན་རིག་འཛིན་དབང་པོ་ཁོ་རང་བགེགས་ཀྱི་བློ་ཚུལ་སུ་མ་ཟད་འདི་སྐབས་ཁོ་རིག་འཛིན་དབང་པོ་དེ་རྟགས་དེ་བོད་ས་མ་ཤོང་གི་མི་ཡིན་ཙང། བོད་ནང་སྔ་མོ་བོད་ལ་གང་འདྲེ་ཡོད་རེད་དེ་འདྲེ་ལུགས་རྒྱུད་བྲི་གི་འདུག། དེ་ནས་དྲི་བ་དྲིས་ཡོང་དང་དགེ་ལེགས་རིན་པོ་ཆེ་ཟེར་ཡ་བྱུང་དེ་རེད། ཨ་དེ་དེ་སྙམ་དུ་ཨ་རིག་འཛིན་དབང་པོ་གིས། ང་དེ་སྐྱིད་སྡུག་གི་ཞི་བཞི་བདུན་ལོ་ལ་དབྱིན་ཇི་ལུང་པར་འགྲོ་ཡིན་ཟེར་དུས་སམ་ཨ་དགེ་ལེགས་རིན་པོ་ཆེས་དབྱིན་ཇི་ལུང་པར་ག་དུས་འགྲོ་ཡིན་ཟེར་ཨ་ཁོ་གིས། ང་བོད་པ་སྤོད་ཀྱིན་འགྲོ་ཡིན། ཨ་ཤི་རི་ལང་ཀ་ལ་ཀ་ལ་ཤི་རི་ལང་ཀ་གི་ནང་གྲུ་གཟིངས་འབབ་ཚུགས་ལ་ཉི་མ་བདུན་བསྡད་ཡིན། ཉི་མ་བདུན་བསྡད་ཡིན། ཨ་ཞོགས་ཀས་ཁོ་ཚོས་མ་གྲུ་གཟིངས་ད་གྲུ་གཟིངས་ན་ཡོད་ར་གྲུ་གཟིངས་ནས་མ་གྲོང་ཁྱེར་འགྲུ་བསམ་པ་ཨ passport གང་དམ་འཕྲུག་རྒྱག་གི་རེད་ཨ་དགོངས་དག་འཚོལ་ཡོང་དགོས་རེད་ཁོ་རང་འདི་སུ་ཕྱི་ན་དེ་ནང་བཞིན་ཀོ་ར་པའི་རྒྱ་གར་ལ་ཀ་ཏི་ཤྲི་ལངྐ་ཤྲི་ལངྐ་དང་ད་ནི་དེ་ཨི་ཇིབ་ཨན་པའི་ཨི་ཇིབ་ལ་གྲུ་གཟིངས་བབས་ཚུལ་ཞིག་འདུག་ཨ་འདི་ལའང་ཁོ་ཚོས་ཉི་མ་བདུན་འདས་ཤིང་དེའི་སྐབས་འདིར་ཨ་ཉི་མའི་གོང་ལ་ང་ཚོ་གྲུ་གཟིངས་ཕབ་ག་ཚར་ད་དགོངས་དག་གྲུ་གཟིངས་ན་ཉེས། ཨང་གོང་ད་དང་འདི་ཨི་ཅེ་གུའི་གྲོང་ཁྱེར་ན། དེ་སྐབས་སུ་རོགས་པ་དེ་དང་ཧོབ་ཀིན་སིན་ཡོད་དང་དེ་ཧོབ་ཀིན་སིན་སུ་དང་ཡང་འབྲེལ་འབྱུང་གིས་དེ་འབྲེལ་འབྱུང་གི་སྐུ་ཚབ་ཟུར་བ་ཏག་ཏག་ཆགས་ནས་དེ་སྐབས་སུ་སྤྱི་སྟོང་དགུ་བཞི་ཞེ་བརྒྱད་ལོ་ཁེལ་དུས་ར། དེ་ཡིན་ས་མ་ད་དང་ཧོབ་ཀིན་སིན་དང་ཀུན་ཏུ་མཉམ་དུ་མ་ད་གྲོང་ཁྱེར་ལ་འཁྱམ་ཁང་འགྲོ་གི་ཡོད། ཨང་འཁྱམ་འཁྱམ་ལ་ཉི་མས་གོང། ཨང་དེའི་ནང་ཁོ་ཚོ་གི་དང་གྲུ་གཟིངས་བབས་ཚོད་དེ་གིས་པཱ་སི་པོ་སི་ཁང་ཐིག་རྒྱག་གི་འདུག་ཁོ་རང་གིས་དངོས་སུ་གསུང་གི་འདུག། ཏེ་མངོན་སུམ་དུ་བསམ་པ་དེང་སང་ད་ལྟའི་བར་ལ་འབྲེལ་ལས་དུ་ལ་འབྲེལ་གྱི་ཐོ་རྒྱལ་ཡ་ཡིན་པ་ར་ད་པ་སོ་དེ་སང་དེའི་སྐབས་སུ་ཁོ་རང་བོད་ཀྱི་པ་སྤོ་ཏི་བེད་སྤྱོད་བཏང་བ་མ་ཟད་འདིའི་གང་ལ་ད་ད་ཤྲཱི་ལང་ཀ་རེད་ཏེ་རྒྱ་གར་གྱི་བབ་ཚུལ་ནང་བྲིས་ཏེ་པ་ཐི་སི་རྒྱལ་རེད་ཤྲཱི་ལང་ཀ་ཐི་སི་རྒྱལ་རེད་ཨི་ཇེབ་ཀྱི་ཐི་སི་རྒྱལ་རེད་དེ་ནས་ལ་འབྲེལ་གྱི་ཐི་ཨི་འཇིགས་ཐུང་པ་དེ་སང་ཁོ་རང་གི་པ་སྤོ་ཏི་གང་ལ་ཨ་ཐི་སི།